ཨོ་ཨོ་ཀ་དང། ནི། བི་པ་ས་ན་བི་པ་ས་ན་ནི་དབང་མོ་ཐམས་ཅད་ཀྱི་བི་པ་ས་ན་མ་དུ་ཕིན་ཆ་ནི་ཉ་ཐ་ཐ་ཐ་དེ་ཁན་མང་པོ་ལ་མེ། ནི་ཨ་ཨ་ཏན་དྲུག་པ། ནང་ཀ། ནི། སོང། བཅུད་མ་འབབ་ད་རོག་ཁ་པོ་མ་འཇ། སོང་ཕྱི་ལུ་དང།

འགྲིག་གི་འདུག་ཨ། མི་འདུག་ཨེ། ཐེབ། ཐེབ་ཨ་གཉིས་ལ་གཉིས། ཨོམ། ཨ་རྟ་ཧ་ལུ་ཨ་ཏན་མྱོང་པེ་དུར་བྱ་མེ་ཨོམ་དུ་ཨུ་ཉུག་གི་ཐེབ་ཨ་ཏན་མྱོང་པེ་གི་དུར་བྱ་མེ་ཨོ་ཉུག་གི་པུར་སིང་གུ་ལ་ཐེབ། ཐེབ་དུར་ཐོང་མོ་གི་བ་ལ། མོ་ཨུ་ཉུག་གི་ལ་བི་པ་སན་ན་ཡེ་ཁན་གི་དོན་ཐ་རང་ཨུ་ཐུག་གི་ལ། ལྟ་བུ་རྣ་བུ་མ་མཐོང་ལྟ་བུ་རྣ་བུ་མ་གསལ་བ་ཐུར་ཐེབས་ཐུར་གསལ་བ་ཐུར་ག་ཤོ་བི་པ་ས་ན་ཡེག་པི་གི་ལ་ཉི་ཨོ་ཐུ་ག་ཐུང་ག་གོ་བ་གླང་ཉི་ལ་ཨའི་འབྲུག་ག་ཐམས་ཅད་ཨ་ཏི་ཉམས་ལེན་ཐམས་ཅད་ལྟར་ཤིང་ཆར་བེ་ག་ཉི་ཐ་མ་ནི་ལ་ཀོར་ཨོ་ཧན་ཕི་ལེ་ག།

ཨོམ། རླུང་རྟ་དུར་དགུའི་གཉིས་པོ་རླུང་རྟ། རླུང་རྟ་ཨན་ཆར་བི་དྷི་མ་ལ་མོ། ཆར་ཆོ་བྷི་ན་བི་ཧབ་ཏུ་རང། རླུང་རྟ་ཨི་ཁན་བུ་ཆར་བི་རླུང་རྟ་ག་བུ། རོག་རླུང་རྟ་ག་ལྷ་དང་རླུང་རྟ་ག་རོག་སོ་སོ་སོ་སོ་འབྱུང་བ་བཞི་ག་ཏར་ཨོ་ཐ་པ་ཅཱ། དགི་གཉིས་པོ་ཨུ་ཉུ་བ་ཏབ་ཏུར་ཡེ་དར་མ་ཧེ་དུ་པྲ་བ་བ་ཧེ་དུ་འདེ་ཁན་ཏ་ཏ་ག་ཏ་ཨ་ཉི་ཨོ་ཧི་འད་བི་རྟེན་འབྲེལ་སྙིང་པོ་ག་བཟུང་བབ་ཅཱ་རྟེན་འབྲེལ་སྙིང་པོ་ག་བཟུང།

གཟུགས་སྐུ་དྲང་པོ་མ་ཆོས་ཉིད་ལ་སངས་རྒྱས་ཀྱི་གོ་འཕང་མ་ཐོབ་པ་ཨ་ཉི་མ་གསུངས་པ་མ་འཆད་ན། ཨོ་ཧན་གྱི་ཉིད་དུ་ཨའི་གཟུགས་སྐུ་ཁ་ར་ཁོ་རོག་པ་ཉིད་སངས་རྒྱས་ཀྱི་གོ་འཕང་ཐོབ་པའི་སྨྲ་བ་རིགས་ལས་མེད། ཨོ་ཉི་ནང་གི་ག་ཏུབ་དང་ཨོ་ཉི་པ་དང་ཉིད་གཟུགས་དྲང་པོ་ཨའི་ཆོས་ལས་མར་བ་མེད། གཉིས། ཨོ་མ། ཨ་ཏན། བོད་དང། འབྲུག་དང། ཨོ་ཉི་བབ། ཀ། ལུང་པ་ཀི་ལུགས་སུ་ཤུག་ཅི་ལུ་ཅ་ལུང་པ་ཀི་ལུགས་སུ་ཁེ་པོ། ཧ་གོ་མ་ཨ་ཏན་ལུང་པ་ཀི་ལུགས་སུ་ཁེ་པོ། ཉི་འོ་ཧེན་ཨོ་མོ་ཇི་ཅོ་ཉི་ཡིག་ཅ་ན་འོ་ཐོ་ཁེ་པོ་ཇི་མ་སི་ལ་ཁུང་ལུང་མ་འཇ་ན་འཇང་ཏན་ཀ་ཆ་སི་ཀི་ལ་ཇི་འོ་ཧེན་ཨ་ཉི་གོད་པ་གང་ཀ། ཨ་ཧེ་ཨ་ཡི་འབྲུག་པ་དང་བོད་པ་དང་འོ་ཉི་བབ་ཆོ་བླ་མ་བབ་ཨ་ཧེན་ཨ་ཉི་བཞུགས་པ་ཆོ་ཉི་ལ་བླ་མ་བཛའ་ཡི་ཀུ་པུ་རུ་སི་ཀན་ཨ་ཉི་བཞུགས་ལ་ན་ཨ་ཉི་རྣམ་སེམས་ཤོ་ནམ་ཕིན་ལ་ནི་བླ་མ།

ཆ་སྲིད་པ་བུ་དོན་དམ་མ་བ་ལ། འུ་གཉིས་ནད་པའི་གསལ་ལེ་ཀེ་ལེ་སྔོན་འགྲོ་མཁས་པོ་ཨ་ཏི་རྡོ་རྗེ་ཐེག་པ་སང་ཧ་རྡོ་རྗེ་ཐེག་པའི་གི་རོ་ལྷག་མཐོང་གི་ཡན་ལག་རི་ལེ་ཀེ་ལེ་རོ་ལྷག་མཐོང་དངོས་གཞི་མཁས་པོ་མ་རི་གཉིས་པོ་རོ་ལྷག་མཐོང་དངོས་གཞི་མཁས་པོ་ཏཱ་ཨོ་མ་གོ་ཡིན་ཀ་ཡེ་ཁན་ཏེ་དང་འབར་མ་གེ་སན་ལུན་ཡེ་ཁན་ཏེ་ཨོ་གཉིས་བབས་སྐྱེས་པོ་ཤ་མ་ཤ་མ་ཕི་ལུ་མ་ལ་རྗི་སེ་ལེ་ཧང་ཡ་ཨ་གཉིས་ལ་རོག་ཏེ་བབས་སྐྱེས་པོ། ལུས་དྲན་པ་ཉེ་བར་གཤེགས་པ་ཨ་ཉིའི་ཨོ་ཐ་གཟུགས་པོ་ག་ཧེ་ཨན་དགོད་པའི་ག་དང་ཚོར་བ་དྲན་པ་ཉེ་བར་གཤེགས་པ་ཚོར་བ་ག་ཧེ་ཨན་དགོད་པའི་བ་བདེན་པ་རང་ལྷག་མཐོང་དངོས་གཞི་མཁས་པོ་མང་གིས་ཐེབས་མཐོང་མ་མང་གིས་ཡེག་པ་མེད་ཀྱི། ལྷག་མཐོང་ཡེ་ཁན་མཁས་པོ་མ་འདྲ་བོ་ཚོར་ཐེབས་མཐོང་མ་གི་བ་ཐེབས་ཤོ་ཧང་གི་ལ་ཡ་ཨ་ཉི་ལ་ཨོམ་དཔེ་བཟེད་མོ་ཨ་ཉི་ཡེག་ཉི་ལ་དུས་རྒྱུན་ཨའི་བབས་སོང་བབས་གི་ཨའི་དུས་རྒྱུན་སོང་བབས་གི།

གཉིས་མི་རྟག་པ་ཀ་རྟག་པ་དང། མི་ལྡན་པ་ལ་དང་བརྫུན་མ་ཀ་བདེན་པ་དང། མི་གཙང་བ་ལ་གཙང་མ་དང་བདག་མེད་པ་ལ་བདག་དང་ཨོ་ཧེ་ཨིན་ནོར་ལྡན་ཅན་མེད། ལྷག་མཐོང་ཨེ་ཁན་ཀེ་པོ་ཐད་མཐོང་མ་དང་ཡང་ན་ནི་གཉིས་དངོས་པོ་ཀི་གནས་ཚུལ་ངོ་མ་ཁེ་པོ་མཐོང་མ་ཁེ་པོ་ཀ་གཉིས་ལྷག་མཐོང་པོ་ཙི་ལེ་རོ་དངོས་པོ་ཀི་གནས་ཚུལ་ཧང་གི་གཉིས་པོ་རོ་གཉིས། ཉ་ཐ་འགོད་པ་ཉ་ཐ་འགོད་པ་གང་ཀ།

ངས་གསང་སྔགས་རྡོ་རྗེ་ཐེག་པ་གི་རྩ་ཆུ་ལུགས་ཀྱི་ལ་ཚད་གཅིག་ལུས་གཅིག་གི་ཕྱག་རྒྱ་ཆེན་པོ་གི་གོ་འཕང་རྡོ་རྗེ་འཆང་ཆེན་པོའི་གོ་འཕང་གཉིས་ཀུན་ཏུ་བཟང་པོ་གི་གོ་འཕང་སྐྱེས་པོ་ཚད་གཅིག་ལུས་གཅིག་ཨ་ཉི་ལ་ཨོ་ཐ་ཨོ་ཐ་མི་ཚེ་ཨོ་ཐ་ནང་ཀ་མྱོང་པའི་ཨ་ཉི་བསྲུང་བྱ་མེད་ཨོ་ཉུལ་སྲུང་མ་མཁས་པོ་ཁྱབ་བསྒྲགས་མང་གི་ན།

ཧང་ཐང་གསང་སྔགས་ཀྱི་ཆོས་མཁས་པོ། ཀྱི་གདོང་རྟ་གཙང་མའི་མར་པ་ཨ་ཉི་ཕྱོགས་མང་གི་ན་རོ། དབུ་སྙུག་མཁས་པོ་དངོས་པོ་གི་གནས་ཚུལ་དངོས་མ་གི་ལ་རོ་བདེན་པ་རང་ཨ་ཉི་ལ། གཉིས། གསང་སྔགས་རྡོ་རྗེ་ཐེབས་ཀྱི་ཆོས་མཁས་པོ་གི། ཚེ་གཅིག་གི་ལུས་གཅིག་གི། སངས་རྒྱས་ཀྱི་གོ་འཕང་ཐོབ་པའི། ཐོབ། ཧང་ཐང་མྱོང་སྤེལ་གྱི་རོལ་པ་གི་རྒྱུ་མཚན་ཆོས་ཧང་ཡང་ཨ་ཉི་ལ། ཐབས་མང་དཀའ་བ་མེད་པ་དང་དབང་པོ་ནོན་པའི་དབང་བྱེད་པ་ཨ་ཉི། ཐབས་མ་བྲལ་བ་མ་བྲལ་བ་མང་པོ།

འོམ་ཐབས་ཤེས་ནང་གི་མཆོག་ཏུ་གྱུར་པ་དེར་ཧང་སོང་བྱ་ཡ་གཉིས་ལ་གཉིས། ཧང་དང། ཐུར་ཨོ་ཐ་ཀི་ལ། ལྕམ་འབྲུག་གདོན་པ་ཧང་དང། སྔོན་འགྲོ་ཀ། ལྕམ་འབྲུག་ཕི་ལ་གང་ཀ། ལྕམ་འབྲུག་གི་ཚོགས་ཞིང་ཨ་གཉིས། གཉིས་སྐྱབས་ཡུལ་ཐམས་ཅད་མདུན་གྱི་ནམ་མཁའ། ག་བཞུགས་པ་བཅའ་ཨ་གཉིས་མི་ལས་ག་དུར་བཅའ། འུ་གཉུག་མཁས་པ་གལ་ཆེ་ལུགས་ཀི་ལ།

གཉིས་མཁྱེན་བརྩེ་གི་ལུགས་སུ་བཟླས་སུ་གྲལ་ལུགས་མ་བཅས་མཁྱེན་བརྩེ་གི་ལུགས་སུ་ཤོ་གུ་རུ་རིན་པོ་ཆེ་གི་པུསྟི་ཨུ་རྒྱན་རྡོ་རྗེ་འཆང་གཉིས་ཨོ་མ་བཀའ་བརྒྱུད་པ་གི་རྡོ་རྗེ་འཆང་མ་ལ་མོ་ཨོ་ཉུ་པུསྟི་ཀན་དུ་བཅའ་ཤ་གུ་སྐུ་གཟུགས་པོ་ཐམས་ཅད་ལོངས་སྤྱོད་རྫོགས་སྐུ་གཉིས་ཝཱ་ཧི་ནྡ་བུ་རྒྱུད་པ་ཅན་ཨོ་ཉུ་པ་ཁྱད་པར་མ་བཅའ་རང་རང་སོ་སོ་ཧང་གི་ཡིན་པའི་ཁྱད་པར་མ་བཅའ་ཨོ་ཉུ། གཉིས་ཨོ་ཉུ་རྒྱུད་པའི་བླ་མ་དང་དབུ་ཐོད་པ་བསྒོམ་པའི་མཁན་ཆེན་གྱི་བ་ལ།

མིག་གིས་མ་མཐོང་གཉིས་པོ་བློ་ཐིང་སྣུམ་ལྕགས་མེ་དབུ་ཉི་པུ་སྐན་གཉིས་གུ་རུ་རིན་པོ་ཆེ་མདུན་གྱི་ནམ་མཁའ་གི་བཞུགས་པ་ལྕགས་ཚོགས་ཞིང་ཐམས་ཅད་ལྕགས་ཨ་ནི་མི་གཉིས་གཉིས་ལྕམ་དྲོ་འོམ་སོ་སོ་སོ་སོ་ལྕམ་དྲོ་ཧང་ཧང་དང་སྔོན་འགྲོ་ཧང་ཕི་གཉིས་པོ་དབུ་སྙུག་ག་ཚིགས་དང་མཐུན་པ་ཨ་ནི་གཉིས་ནལ་བབས་ལྕམ་དྲོ་ཕི་ལེ་ཁི་ལེ་ཨ་ནི་གཉིས་སྐྱབས་འགྲོ་མཁས་པ་ཕི་གཉིས་སྐྱབས་འགྲོ་ག་རྒྱུ་ག་འོམ་གནན་ག་ཆེ་ཤོས་ཁེ་བྷང་བཅས་གཉིས་ལ་སྐྱབས་ཡུལ་འོད་དུ་ཞུ། གུ་རུ་རིན་པོ་ཆེ་ཁེ་བྷ་འོད་དུ་ཞུ་གཉིས་རང་དང་སྐྱབས་ཡུལ་གུ་རུ་རིན་པོ་ཆེ་དང་བླ་མ་བརྒྱུད་པ་དང་བཅས་པ་གཡེལ་བ་དམའ་བ་རི་བ་གཡེལ་བ་དམའ་བ་རི་བ་སེ་བ་མ་ཨུ་ཉུ་མ་འཇ་ན་རོ་དེ་རོ་དེ་ཆུ་ལུག་གཞན་མ་ག་མ་འཇ་ན་ནད་པ་འཇིམ་གོ་ཅོ། ཡེ་ཤུ་དང་ཨོ་ཉི་བ་ཀ་འཇིམ་ག་ཅོ། རོ་ཁེ་བ་ཀ་དཀོན་མཆོག་གསུམ་ག་གསོལ་བ་བཏབ་ཆུ་འདེ་ཀ་ཡེ་ཤུ་བ་ཤི་ཀ་ཀེ་པོ་ལྗང་ག་ཐིམ་ནི་ལྗང་དང་ཡེ་ཤུ་མྱིག་ལྗང་དང་ཡེ་ཤུ་མྱིག་ཙང་ཡེ་བ་མ་བ་རི་བ་ཨ་ཉི་མི་བ་མ་འཇ་ན་རོ་ཁེ་བ་ཀ་འཇིམ་ག་ཅོ། ཇི་ཡོ་ཧབ་ཏུ་རང་བཙལ་སྤྱོད་བ། ཨོ་ཉོ་ཁེ་བ་ཨ་ཏི་ནང་བ་སངས་རྒྱས་བ་ཀ་ཁྱད་ཆོས་ཀི་ལ། སྐྱབས་ཡུལ། སྐྱབས་རྒྱ། སྐྱོབ་བྱེད་ཐམས་ཅད་ཡེ་བ་མ་བ་རི་ལས་ཁེ་བོ། མ་གཏོགས་ཨོ་བ། སྐྱབས་གནང་མཁན་སངས་རྒྱས་མཁས་པོ་ལེགས་པོ་དུར་གྱི་ལ་ཨ་ནི་ག་ཐ་ལུས་སྡེ་བ། རང་རང་སོ་སོ་བཀྲ་མ་ཤིས་པ་མ་ལེགས་པ་ཧང་ཧང་རང་སྨྲ་བ་ཧབ་དུར་གཟིགས་གཉིས་པ་དག་པའི་སྨྲ་བ་ཁོ་ཚོར་པུས་མཁན་ཨ་ཐ་ལུས་སྐྱོ་བ་ཨེ་འདི་པོ་མང་གི་ན། རི་ནང་གི་རི་ལུག་པར་པུས་མཁན།